རྟ་བྲག་རྗེས་སུ་རྟ་ཐོག་པ་གི་ཏི་ཀའི་རྗེས་ལ། མ་ཡིག་དང་སྦྱར་ནས་ད་གམ་ངམ་གཏམ་བཟོ་རྒྱུ་དེ་བ་འོ་དེའི་སྐབས་སུ་བསྡུ་པ་ཕྱིར་བ་དེ་གོ་འགྲོ་སྟོང་དང་གཅིག་པ་ཞིག། ཨ་ནི། དབྱེ་ན་ད་རིགས་དེ་ཕྲད་མ་འདྲ་བ་རེད་དང་བཞི་ཡོད་འོ་དང་འདྲ་དེ་དེ་རེད། ཨ་ནི། དེའི་དང་པོ་བསྡུ་པ་ལ་ཡང་གསུམ་ཡོད་རེད།

ཨ་ནི། ཁོ་རང་གི་གཟུགས་དང་ཤི་བ་དང་བདག་མི་འདུ་ཤེས་དེ་ཚོ་གསུམ་ཆ་ལས་དངོས་པོ་རེད་ཟེར་ནས་དངོས་པོ་ཨོ་ཨོ་ཟེར་ནས་དེ་གི་ཡ་ར། དངོས་པོ་ཨོ་ཨོ་ཟེར་རྒྱུ་དེ་གི་ཡ་ར་གསུམ་ཆ་དེ་བསྡུ་བྱ་གི་འདུག་བ་ད་ཚོ་ཐོག་མ་ལ་ཕྱོགས་གཅིག་ཏུ་བསྡུ་བ་ཟེར་གི་རེད། ཨ་ནི་ད་སྔ་མ་གྱུར་བའི་ཆུ་ཕྱི་མ་གྱུར་བ་བསྡུ་བ་ཟེར་བ་དེ་ཨ་ནི་དེ་གི་དབང་པོ་ཨོ་ཨོ་ཟེར་བ་དེ་གི་ཆུ་དེ་སྔོན་མ་དེ་སྦྱར་བྱ་གི་རེད་ད་སྔོན་མ་དེ་སྦྱར་ནས་རྗེས་མ་ད་ཚོ་ཡང་དེ་ནང་ཡང་བསྐྱར་ཡ་ར་ཁོ་རང་གི་བསྡུ་བྱ་བ་དེ་འདྲ་བ་ཅིག་ལ་ད་ལབ་གི་ཡོད་རེད། དཔེར་ཆ་བྱ་བ་ན་དཔེར་བརྗོད་དེ་ལ་ག་རེ་ལབ་འདུག་ལབ་པ་ཡིན་ན་ཉི་མ་ནི།

དཔེར་ཆ་བཞག་ན་བཀྲ་ཤིས་ལ་རིག་གནས་ཆེན་པོ་དང་ལྡན་ཏེ། སྒྲོལ་མ་དང་དོན་གྲུབ་དང་བསྟན་འཛིན། རྣམས་ལ་ཡང་དེ་བཞིན་ནོ་ལབ་པ་ཡིན། དམ་འཛིན་རྣམས་ཀྱང་དེ་བཞིན་ནོ་ལབ་པ་ཡིན། ཁོ་ཚོ་ལ་ཡང་དེ་ག་ནང་བཞིན་གྱི་རིག་གནས་ཆེན་པོ་ཡོད་རེད་ཡོན་ཏན་ཆེན་པོ་ཡོད་རེད་ཅེས་ནས་དེ་ནས་ཚིག་སྔ་མ་སྦྱར་བ་དེ་གི་ད་ག་རང་སྡོད་བྱ་གི་འདུག་རེ་རེ་གི་ཅི་ལ་དེ་ཁོ་རང་ང་རིག་གནས་ཆེན་པོ་ཡོད་རེད་ཡོད་རེད་ཟེར་ནས་མང་པོ་ཅིག་སྦྱར་དགོས་གི་མི་འདུག་ཧོ་དེ་འདྲ་ཅིག་ལ་སྔ་མ་སྦྱོར་ཡོད་ཆུ་ཕྱི་མ་སྦྱོར་བ་འདི་བ་ཟེར་དགོས་རེད། ཨ་ནི་ད་གསུམ་པ་དེ་ལ་ཕྱི་མ་སྦྱར་ཡོད་ཆུ་སྔ་མ་སྦྱར་ཡོད་ཆུ་སྦྱོར་བ་འདི་བ་ཟེར་བ་དེ་རེད། དེ་གི་དཔེར་བརྗོད་དེ་ག་རེ་ག་རེ་བཞག་འདུག་ཟེར་ན་ད་ང་ཚོ་གི་ད་ལྟ་གི་དཔེར་བརྗོད་དེ་མགོ་མཇུག་ལོག་བྱ་བ་ནི་ཏོག་ལྟར་འགྲོ་གི་རེད། ཟླ་བ་དང། ཨོ་ཉི་མ་དང་ཟླ་བ་དང་ནོར་བུ་ལས་ཀྱང་ཨོ་འཁྲུག་འོ། ཚང་མ་ལ་ཨོ་འཁྲུག་གི་ཡོད་རེད། ཡིན་ན་ཡང་དེ་ཨོ་འཁྲུག་བ་དེ་རྒྱབ་ལོག་ག་རྒྱབ་ནས་ད་སྔ་མ་དེ་ཡར་བསྡུ་བཞག་ཡོད་འདུག་ཨོ་དེ་རེད། ཨ་ནི། ད། ཀོང་གི་དཔེར་བརྗོད་དུ་སོ་དང་ཕར་གཅིག་པ་རེད་དེ་ནི་ཁོ་རང་གི་སྦྱར་བྱ་གི་ཆོས་ཅིག་ཏུ་འདུག་ག་ཚང་མ་ལ་ཚང་མ་ལ་གཅིག་གྱུར་དུ་ཡོད་པ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཏེ། ཨཱ་ནི། ཚང་མ་ཚིག་གྲུབ་ཟེར་ན་འདྲ་ཏིག་གི་ཏང་ཏང་ཏང་ཟེར་བ་གི་རྗེས་ལ་སྦྱར་བྱ་བ་ཡིན་ན། ཨཱ་ནི། ཏིག་གིས་ཚང་མ་ཡར་ཤོག་ཅིག་ཏུ་ཡར་འདི་ཚང་མ་ལ་ཁྱབ་འགྲོ་གི་ཡོད་རེད་སྡོད་འགྲོ་གི་ཡོད་རེད། དེའི་རྒྱུ་མཚན་གྱི་དེ་ལ་དིབ་པ་ཟེར་དགོས་ཆེའི་དགོས་རྒྱུ་མཚན་ནི་དེ་འདྲ་བ་ཟེར། ཨཱ་ནི་ད་དིབ་པ་ཟེར་བ་གི། ཁོ་རང་གི། དབྱེ་བ་དང་པོ། དང་གཉིས་པ། གསུམ་པ། དང་བཅུ་བ། དཔེར་བརྗོད་དང་བཅུ་བ། ངོ་སྤྲོད་དེ་ཙམ་གྱིས་ཆོག་པ་ཅིག་ཡིན་ཐུགས་རྗེ་ཆེ།